འོག་ནས་ཨི་རིག་དང་ཨི་རན་ཨིས་རལ་དམག་གི་ཚོས་ཁ་ཅིག་ཞུས་པ་ཡིན་ན། ད་ཐ་འདི་ཨི་རན་གྱི་ཁོ་རང་ཚོ་གི་མི་ལྔ་བརྒྱ་ལྷག་ཅིག་འཛིན་བཟུང་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ཁོ་རང་ཚོ་གི་བཤད་བྱས་བྱས་ན་མི་ལྔ་བརྒྱ་འདི་གི་ད་ཅིག་ཨི་རིག་རེད་དང་ན་ཤེས་ཨིས་རལ་དེ་མིན་གི་ད་ཕྱི་ཕྱོགས་ལ་གནས་ཚུལ་མཁོ་སྒྲུབ་བྱས་བྱས་ཨ་ནི་གསང་ཉེར་གི་ལས་ཀ་བྱེད་ཀྱི་ཡོད་པ་ད་དེ་འདྲའི་གི་བར་ལ་དོགས་པ་ཡོད་པ་ད་དེ་འདྲའི་གི་མིང་ཐོག་ནི། མི་ལྔ་བརྒྱ་སྐོར་ཅིག་འཛིན་བཟུང་བྱས་ཡོད་པ་དང་དེའི་ནང་ལོགས་ནས་མི་ཉིས་བརྒྱ་ལྔ་བཅུ་སྐོར་ཅིག་ལས་ད་དངོས་སུ་ཁོ་རང་སོགས་ཀྱི་དཔུང་རྟགས་དང་འབྲེལ་བའི་ཐོག་ནས་ནག་ཉེས་བཙུགས་ཐུབ་ཀྱི་ཡོད་ཟེར་ནས་བཤད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ། ཤ་སྟག་ཁོ་རང་སོགས་ཀྱིས་ད་ལྟའི་གནས་ཚུལ་བསྐྱལ་ཏེ་ད་ད་ལྟའི་ཨི་རན་གྱི་གནས་སྟངས་ག་རེ་ཡིན་མིན་དང་དམག་ག་བ་ག་བ་ལ་བརྒྱབ་དགོས་ཀྱི་ཡོད་མེད་དང་དེ་འབྲེལ་གྱི་གནས་ཚུལ་མང་པོ་ཅིག་དྲིས་ཀྱི་འདུག་ཟེར་ནས་སྐྱོན་བརྗོད་བྱས་ཀྱི་འདུག། དེ་ནས་ཁ་སང་ཨི་ཟི་རལ་གྱི་སྲིད་བློན་བན་ཇ་མ་ནི་ཏན་ཡ་ཧོ་གྱི་གཟའ་ཉི་མའི་གོང་བུ་ཡང་ཚིག་ཆ་གང་བཅད་ནས་ཁོ་རང་གི་བརྙན་ཐུང་ལྷོད་ཆེ་ཁོ་རང་བདེ་པོ་ཡིན། ད་ལྟའི་ལས་ཀ་དེ་ཚོ་མུ་མཐུད་ནས་ཡག་པོ་བྱེད་ཀྱི་ཡོད་བས་ད་དེ་འདྲ་གི་སྐད་བཤད་བྱས་གང་ལྟར་བརྙན་ཐུང་གཅིག་བཀྲམས་ཡོད་པས་ནི་ཚོས་བཅད་རེད་དེ་བྱས་ད་འདི་བཀྲམ་མའི་རྒྱུ་མཚན་འདི་ཟབ། སྤེན་པ་ཡ། ཨི་ཟི་རལ་གྱི་དམག་གི་ལྟ་སྐུལ་ཁྲི་ཁག་གཅིག་གི་ཚོགས་འདུ་ཞིག་ཚོགས་ཡོད་པ་འདྲ་དེའི་སྐབས་སུ་བན་ཇེ་མ་ནི་ཏན་ཡ་ཧོ་བཅའ་ཐུབ་མེད་པ་དང་ཨ་ནི་མང་པོ་ཅིག་གིས་བན་ཇེ་མ་ནི་ཏན་ཡ་ཧོ་རྟ་རྨེ་བྱ་གྲོངས་པ་རེད་ཟེར་ནས་བཤད་མཁན་མང་པོ་ཅིག་བྱུང་ཡིན་པ་འདྲ་དྲ་ཐོག་ནས་ཅི་འདྲ་གི་ད་ཁོ་རང་གི་ཤི་མེད་ལས་ཀྱི་དོན་གྱི་ཆེད་དུ་ནི་ཁོ་རང་དུ་ས་ཉིས་སྟོང་བཟོས་ཡོད་པ་དང། ཡང་ཁོ་རང་གིས་རྫུ་བོ་ལྔ་ཀ་བརྐྱངས་བྱས་ལག་པ་གཉིས་ཀ་གིས་ད་རྫུ་བོ་ལྔ་ཀ་བརྐྱངས་བྱས་དེ་འདྲ་གིས་པར་རིས་གཅིག་བཀྲམ་བྱས་རྩ་བའི། ཡང་ཁོ་རང་གིས་ལག་པ་ཡ་རྫུ་བོ་རྫུ་བོ་གཅིག་ལ་རྫུ་བོ་དྲུག་ཡོད་རེད་ཟེར་ལ་སྐད་ཆ་དེ་འདྲ་ཅིག་གླེགས་ཡོད་པ་འདྲ་ཁྱེད་ཚང་གིས་རྫུ་བོ་དྲུག་མེད་ལབ་བྱས། ཡང་ལག་པ་གཉིས་ཀ་བཏོན་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནས་ད་ད་ལྟའི་ཨ་རི་དང། ཨི་ཟི་རེལ་གྱིས་དམག་སྡེ་དེ་འདི་ད་མཚམས་བཞག་ཡ་ཁོ་རང་ཚོ་གི་ད་འདི་ལྟའི་ཟིང་ཐག་བཞག་ཐུག་མེད་པ་མུ་མཐུད་ནས་དམག་རྒྱ་ཡ་གྱི་སྐད་ཤིག་ཡོད་པའི་གནས་ཚུལ་གཅིག་དང། ཨི་རན་གྱིས་ན་ད་ད་འདི་དམག་སྡེ་ང་ཚོ་མཚམས་བཞག་ཡ་ལ་ཆ་ཅན་ངེས་པར་དུ་ད་མ་འོངས་པ་བསྐྱར་དུ་དམག་རྒྱག་གི་མེད་ལ་དེ་ཁས་ལེན་དགོས་ཡ་དང། ད་འདི་དམག་རྒྱག་པའི་སྐབས་སུ་གཏོར་སྐྱོན་ག་རེ་བྱུང་ཡོད་པ་དེ་ལ་གུས་ཞབས་སྤྲད་དགོས་ཡ་དེ་ཁས་ལེན་མ་བྱས་པ་ཡིན་ན།

ཤེལ་རྒྱུའི་ལན་གཏེར་གང་དག་མེ་ཤུགས་འཕུར་མདའ་གསར་བ་གཅིག་རྒྱག་ཡོད་པའི་གནས་ཚུལ་བཅས་རེད་བྱས་ཏེ་དེའི་མེ་ཤུགས་འཕུར་མདའ་དེ་ད་ལྟའི་ཨི་རན་གྱིས་བེད་སྤྱོད་བཏང་བ་ཐེངས་མ་དང་པོ་རུ་ཆགས་འདུག་དེའི་མེ་ཤུགས་འཕུར་མདའ་དེ་ནི་ད་མགྱོགས་པོ་ཞི་བ་བྱས་ཡོད་བལྟས་པ་ད་ཨ་ནི་ཀི་ལོ་མི་ཀྲེར་ཉིས་སྟོང་ཨ་བར་སྙོབ་བསྡད་ཀྱི་ཡོད་པ་ཨ་ནི་དེ་ཡིན་ང་ཚོས་ད་ཁ་ལོ་གནམ་ལ་བཏང་བཞག་དུས་མེ་ཤུགས་འཕུར་མདའ་མང་པོ་ཅིག་ཁ་བརྡ་ཁོར་འགྲོ་སྐོར་རོ་དེ་ཡང།

ཁ་ཚང་ས། ཉི་མ་ཡ། ད་ལྟའི་ཨབ་དཀར་ནི་སི་ཐན་གྱི་པ་ཀི་སི་ཐན་གྱི་སི་མ་ཀར། བྷི་གི་ལྷོ་ཕྱོགས་ལ་ཡོད་འདོད་པའི་ཝོད་ཛི་ར་སི་ཐན་ལས་དོ་དལ་ལ་བརྒྱབ་ཡོད་པའི་གནས་ཚུལ་བཅས་རེད་ད་ཆ་ད་ལྟའི་གི་མ་ཀར་གྱི་ཉེ་སྐོར་བཅས་ལ་བརྒྱབ་ཆ་ཁང་པ་དང་དེ་འདྲའི་དུར་རྒྱུན་ག་ལ་གང་འཛོམ་ཤུགས་ཆེན་པོ་བཏང་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་གང་ལྟར་ད་ད་ལྟའི་ཨབ་དཀར་ནི་སི་ཐན་གྱི་ལས་བྱེད་ན་ཁོ་རང་ཚོ་གི་མ་མུ་མཐུད་ནས་རྒྱག་གི་ཡིན་ཟེར་ད་གང་ལྟར་ཁོ་རང་ཚོ་གི།

ཞུས་ཡོད་པ་ཡིན། ཨ་རིའི་སྲིད་འཛིན་ཀྲུམ་སྒེར་དང་ཁ་ཚང་གསར་འགོད་སྲིད་གྲྭ་བརྒྱུད་རིན་པོ་ཆེ་གནང་བ་རེད་དེ་གི་སྐབས་སུ་ཨ་རིའི་སྲིད་འཛིན་གཞོན་པ་ཇེ་ལྡི་བྷན་སི་ཨ་རིའི་སྲིད་འཛིན་ཀྲུམ་གི་ཏུ་ཟུར་ལ་ཡར་ལངས་བྱས་ནས་ཁོ་རང་གི་གནས་ཚུལ་ཁག་ཁ་ཤས་ལ་ཡང་ལན་འདེབས་བྱས་ཡོད་པ་དང་ཨ་ནི་སྲིད་འཛིན་ཀྲུམ་གི་ད་ལྟའི་ཨི་རན་གི་ཐོག་ལ་དམག་རྒྱག་པ་དེ་ལ་ནི་ཁོ་རང་གི་ཏུ་རྒྱབ་སྐྱོར་གི་རྣམ་པ་ལ་བོར་བ་ད་ག་འདྲ། ཁོ་རང་དེའི་གི་དཔུང་སྒྲིག་ཡོད་པ་དེ་འདྲ་གི་ནི་ཚོས་བཤད་པའི་ནི་ཚོས་ཁ་ཅིག་རེད་དེ་ཤ། ད་གཙོ་བོ་ད་འདའི་ཨ་རིག་གི་སྲིད་འཛིན་གཞོན་པ་ཇི་ཏི་བན་སི་ཁོ་རང་ཡིན་ན་ངོ་མ་དམག་གི་འདི་ནང་འཛུལ་མྱོང་ཡོད་པ་ད། ཁོ་རང་ངོ་མ་ཨི་རག་ད་མ་རི་ནི་ལས་དོ་བ་ལ་འགྲོ་མྱོང་ཡོད་པ་ད་དེ་འདྲ་གི་ཐོག་ནི་ཁོ་རང་གི་དང་པོ་དམག་ལ་འདོད་པ་མེད་པའི་སྐད་ཆ་དེ་འདྲ་ཁོ་མ་ད་བ་བཤད་མྱོང་ཡོད་པ་ད། ནས་ད་ད་ལྟའི་ཆ་ནས་ནི་དམག་དེ་དང་འབྲེལ་བའི་ཐོག་ནས་ཡང་ཁོ་རང་གིས་རྒྱབ་སྐྱོར་བྱེད་ཀྱི་ཡོད་བསྡད་པ་ནི་དེས་རྒྱབ་སྐྱོར་བྱས་ཏེ་གཙོ་བོ་ད་ལྟའི་དམག་དང་སྔོན་མ་གི་དམག་པ་ར་འདྲ་གི་མ་རེད་ས་ད་ལྟའི་དམག་དེ་ཨ་རིག་གི་སྲིད་འཛིན་དེ་གཞན་དང་མ་འདྲ་བ་གས་ནི་སྲིད་འཛིན་ཡོད་བསྡད་པ་སྔོན་མ་ཡིན་ན་སྲིད་འཛིན་གི་ནུས་པ་དང་ནི་བློ་ཁོག་དེ་གས་མས་བསྡད་པ་དེ་འདྲ་ཡིན་ཙང་ནི་ད་ལྟའི་དམག་དེ་ཁོ་རང་གིས་རྒྱབ་སྐྱོར་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་དེ་འདྲ་གི་སྐད་ཆ་བཤད་པའི་གནས་ཚུལ་བཅས་རེད་དེ་ཤག་དེ་ནི་ཨ་རིའི་སྲིད་འཛིན Trump ད་རྩ་བའི་ཆ་ཤས་བྱས་པ་ཡིན་ན་སྤྱི་ཟླ་གསུམ་པའི་ཚེས་སུམ་ཅུ་སོ་གཅིག་ནི་ཞི་བའི་ཚེས་གཉིས་པ་དུ་རྒྱ་ནག་ཡ་དུག་ས་མཚམས་སྲིད་ཐད་ཀྱི་བང་རིམ་གཅིག་སྒྲིག་བྱས་ཡོད་པ་ལས་རིམ་ཡོད་བསྡད་པ་ཡིན། ད་ད་ལྟའི་སྲིད་འཛིན་ཀྲམ་གྱི་བཤད་བྱ་ཕྱེ་ན། ད་དམག་རྒྱག་བཞིན་པའི་སྐབས་སུ་ནི་ང་དུས་ཕྱི་ལོག་ལ་ཡོད་ད་སྐོར་སྐྱོད་ལག་བར་བས། དུས་ལ་ལུང་པ་གཞན་པ་ལ་འགྲོ་ཐུབ་མ་རེད་ཟེར་བ་ནི་ཁོ་རང་གིས་ད་ལྟའི་རྒྱ་ནག་ཡ་ག་པ་བརྒྱབ་པའི་ཐོག་ནས། ནི་རྒྱ་ནག་གི་སྲིད་འཛིན་མཉམ་དུ་ཐུ་ཨེ་གི་དུས་འདི་དམག་རྒྱང་ཡོད་པའི་ནི་ཚོད་བཅད་རེད་དེ་ད་ཁོ་རང་ཚོ་གི་ད་བ་གཅིག་འགྲོ་ལག་བར། ད་འདི་འདྲ་ཞིག་དམག་རྒྱང་ཡོད་པའི་ནི་ཚོད་བཅད་རེད་དེ་ཤག། རྩ་བའི་རྒྱ་ནག་ནང་ལོ་ཡ་ད་ལྟའི་ཨ་རིའི་སྲིད་འཛིན་ཀྲམ་ནི་རྒྱ་ནག་ལ་ཡོང་བསྡད་པ་དེ་འདྲ་གྱི་ལྟ་སྲུང་སྐྱོབ་ཀྱི་ཐོག་ནས་གྲ་སྒྲིག་ཡོད་པ་དེ་འདྲ་གྱི་ཡང་ཅིག AI གྱི་བརྒྱུད་ནས་བརྙན་ཐུང་འདྲ་མིན་སྣ་ཚོགས་བཟོས་བྱས་འཆར་མོད་རྒྱ་ཡ་གྱོ་ལ་འོ་ར་ད་དེ་འདྲ་གྱི་བརྙན་ཐུང་དེ་འདྲ་ཡང་རྒྱ་ནག་ནང་དར་ཁྱབ་ཆེན་པོ་འགྲོ་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་རིའི་སྲིད་འཛིན་ཀྲམ་གྱིས་མུ་མཐུད་ནས་བཤད་ཡང་ངེད་ཀྱིས་ལོ་སྔོན་མ་ཡ་ཨི་རན་གྱི་ཐོག་ལ་དུ་སི་འབར་རྫས་དབྱུག་མེད་བས་ན་ཁོ་ཚོས་ད་ལྟའི་རྡུལ་ཕྲན་མཚོན་ཆ་བཟོས་ཚར་བ་རེད། ཁོ་ཚོ་ཡ་རྡུལ་ཕྲན་མཚོན་ཆ་ཡོད་བས་ན་ཁོ་ཚོས་རྡུལ་ཕྲན་མཚོན་ཆ་བེད་སྤྱོད་བཏང་བའི་ཐོག་ནས་དམག་རྒྱག་པ་ཡིན་ན། འཛམ་གླིང་དམག་ཆེན་གསུམ་པ་ལངས་ཆ་ནི་ད་ཉོག་ཉོག་འདྲ་ལ་འོ་རེ་དཀའ་ངལ་འཕྲད་ཀྱི་རེད་ཟེར་བ་བཞིན་ཟེར་གྱི་ད་ལྟའི་ཆ་ནས་ཨི་རན་གྱིས་ཉེ་འཁོར་གྱི་རྒྱལ་ཁབ་ཚང་མ་ནང་ལོགས་ཡར་དུས་སུ་ལྟར་གནོད་སྐྱེལ་དུས་སུ་གང་དག Miles གཅིག་སྟོང་གི་ནང་ལོགས་ལ་ག་ཚོད་སྙོབ་ཚད་ཚང་མ་ལ་གནོད་སྐྱེལ་གྱི་ཡོད་པ་རེད། ད་ཁོང་ཚོའི་ལག་པ་ལ་རྡུལ་ཕྲན་མཚོན་ཆ་ཡོད་པ་ཡིན་ན་ཁོང་ཚོ་གི་རྡུལ་ཕྲན་མཚོན་ཆ་གཡུག་ཆ་ག་རེ་ཡིན་ན་བྱེད་སྲིད་ཀྱི་རེད་བསམ་གྱིན་འཇུག་བྱེད་ཀྱི་ཡོད་པ་དང་ཡང་ཁོ་རང་ཡང་ད་ལྟའི་ཨི་རན་མཉམ་དུ་ད་དམག་མཚམས་བཞག་ཡོད་ད་འབྲེལ་བའི་ཐོག་ནས་སྐད་ཆ་བཤད་ཡ་གོ་གོ་ར་ཚུ་ཡ་མི་འདུག་སོ། ཁོང་ཚོའི་གོ་ཚོད་ཚང་མ་ང་ཚོས་བསད་ཚར་བ་རེད་ད་སུ་ལ་སྐད་ཆ་བཤད་གོ་རེད་སུ་གི་ཐག་གཅོད་གི་རེད། འདི་སྒང་ལ་ནི་གོ་ཚུལ་ཡ་མེད་པ་ཡིན་ཙང་ང་ཚོས་བཤད་ཐུག་གི་མི་འདུག་ཟེར་ཞེས་པའི་འདི་ཚོའི་དཔྱད་རེ་དེ་བཤད་ཡིན་ཁོ་ན་གི་བཤད་དཔྱད་བྱས་ན་དེ་འདི་ཨི་རན་གྱི་ཆེས་མཐོའི་འགོ་ཁྲིད་གསར་བ་མོ་ཇི་ཏཱ་བྷ་ཁེ་མི་ནི་དམ་པར་བ་ད་ཁོ་རང་ནི་ད་ལྟ་དངོས་སུ་ཡོད་དམ་མེད་ཁོ་རང་ད་བསད་ཚར་ཡིན་མོད་འདི་སྒང་ལ་ང་ད་ནི་ཧ་གོ་མི་འདུག་ཟེར་བ་ད་ཁོ་རང་གི་འདི་ཚོ་གང་ཡང་ཤེས་ཀྱི་མེད་ཟེར་ན་ཞེས་པའི་འདི་ཚོའི་དཔྱད་རེ་དེ་བཤད་ག་ད་ད་ད་འདི་འདི་ཚོའི་ཁ་ཞེན་པ་དེ་ནི་ནང་དོན་ཡོད་མོ་ཅི་ཐར་པ་ཁས་མིན་ནོ། ནས་ད་ལྟའི་ཁོ་རང་འདི་ཉིན་མོ་ཏི་ཁ་ཚ་དང་པོ་ཨ་རིག་གི་མ་བསྐྱལ་བའི་ཉིན་མོ་ཡ་ཁོ་རང་འདི་ཉིན་མོ་ཏི་ཅི་ཁ་ལོག་རེད། ང་ཚོ་ཡབ་མཛེས་ར་བ་ལགས་བ་ར་ཁོ་རང་ཕྱི་ལོག་ལ་དོན་འཕྱིང་ཤག་ཁོ་རང་སུ་ལྡུམ་ར་ཡོད་སར་དུ་བ་ཅེར་ནས་མ་ཕྱི་ལོག་ལ་ཅིག་འཕྱིང་བ་རེད་སོ་ཁོ་རང་ཕྱི་ལོག་འགྲོ་ཤུལ་པ་ར་ཡ་ནི་མ་དེ་སྐྱབས་ཅག་ནི་ཁོ་རང་གི་ད་ནང་མི་ཆ་ཚང་ཤི་བ་དེ་འདྲ་གི་ནི་ཚོའི་ཅིག་གི་ཐོག་ནི་ཨ་ནི་ཁོ་རང་སོག་ཐར་པ་རེད་ལ་ནི་ད་ད་ཨི་རང་ནང་ལོག་ནས་དགྲ་གམ་དེ་འདྲ་ཕ་སོ་ཡོད་སྟབས་གནས་ཡུལ་མི་ན་སྐད་ཆ་བཤད་ཤོག་དེ་འདྲ་ཅིག། ཕྱིར་འཕྱར་ཡོད་པའི་གནས་ཚུལ་བཅས་རེད་འདི་ཤ། དེ་ནས་ཡང New York Times གྱིས་བཀོད་བྱས་པ་བྱས་ན། ཨ་ནི་ད་ལྟའི་ཨ་ལི་ཁེ་མེ་ནོ་གྱི་མོ་ཅེ་ཏོ་པ་ཁེ་མེ་ནོ་ནི་ཁོ་རང་གི་རྒྱལ་གཏེར་བ་ལ་བོར་བ་ད་ག་འདྲ་ཚབ་ལ་བཞག་ཡས་ཀྱི་འདོད་པ་ཡོད་མ་རེད་ས་འདི་གང་ལ་བསམ་བློ་བཏང་དེ་གི་ཡོད་པ་རེད་གང་ཡིན་ཟེར་ན། ད་ལྟའི་མོ་ཅེ་ཏོ་པ་ཁེ་མེ་ནོ་ནི་རྒྱལ་རེད་ཟེར་བ་ད་ག་འདྲ་ཕུ་ད་ཕུ་དགའ་བོ་བྱེད་ཀྱི་ཡོད་རེད་བ་དེ་འདྲས་རེད་ཁོ་རང་ངོ་མ་ཁོ་རང་གི་དགེ་རྒན་ད་ཁོ་ཚོ་ལབ་ངེས་དེ་འདྲ་ཡང། ཚན་རིག་ལབ་ངེས་དེ་འདྲ་ཡོད་པ་དེ་དེ་འདྲས་ཅིག་མཉམ་དུ་ཡང་གོ་བརྡ་འདུས་འདྲེས་བྱས་བསྡད་པ་དེ་འདྲས་ཀྱི་ཡང་གནས་ཚུལ་ཡོད་པ་རེད་བྱས་ཙང་གི་ཁེ་མི་ནུག་གི། ཨ་ལི་ཁེ་མི་ནུག་གི་ཁོ་རང་ནི་སྟག་ཚབ་བཞག་པ་ཡིན་ན་ཏག་ཏག་བསྡད་ཀྱི་མེད་པ་རྩ་བའི་ཁ་ཆེའི་ཆོས་ཀྱི་ཁྲིམས་ཐོག་ནས་ཡང་འདི་དཔེ་མི་སྲིད་ཀྱི་ཁྲིམས་འགལ་ཆེན་པོ་རེད་བ། བྱས་ཙང་གི་དེ་འདྲས་ཀྱི་སྐད་ཆ་ཡོད་རེད་ཟེར་ནས་ནིའུ་ཡོག་ཏཱིམས་ཀྱིས་བཀོད་བསྡད་པའི་གནས་ཚུལ་བཅས་རེད་བསྡད་ཤག། དེ་ནི་ཨ་རིའི་སྲིད་འཛིན་ཀྲམ་གྱིས་བཤད་ཆ་བཞིན་ལ་ད་ལྟའི་ཨ་རིའི་ཕྱི་སྲིད་དྲུང་ཆེ་མར་ཁེའོ་རོ་བྷི་ཡོ་ནི་གནས་ད་ལྟའི་སྲིད་བསྒྲགས་བྱེད་ཀྱི་རེད་ཟེར་བ་ལྟར་གང་ལྟར་ད་ལྟའི Strait of Hormuz ནི་མ་ལྟ་གྲུ་གཟིངས་མང་པོ་ཅིག་འགྲོ་ཐུབ་ཀྱི་མེད་པར་བ་ད་དེའི་བཏང་ཡལ་གྱི་ཆེད་དུ་སྲུང་སྐྱོབ་དང་འབྲེལ་བའི་ཐོག་ནས་ཨ་རིའི་མཉམ་དུ་དཔུང་སྒྲིག་བྱེད་མཁན་གྱི་རྒྱལ་ཁབ་ཁག་ཅིག་ཡོད་པ་རེད། དེས་ད་ལྟའི། ཨ་རིའི་ཕྱི་སྲིད་བློན་ཆེན་གྱི་གསལ་བསྒྲགས་བྱས་ཟིན་ཞེས་པའི་གནས་ཚུལ་གཅིག་དང་ཨ་ནི་ཁོ་རང་གི་སྲིད་འཛིན་ཀྲམ་གྱི་དམ་དེ་ཧྥ་རན་སི་གི་སྲིད་འཛིན་ཨེ་མེ་ནུལ་མོར་ཀེར་ནས་ཁ་པར་བརྒྱབ་ཡིན། ཁ་པར་བརྒྱབ་དུས་ད་ཁོ་རང་གི་ལན་དེ་འགྲིག་ལ་མ་འགྲིག་ལ་འདྲ་བོ་རེད་ཤག་ཟེར་ནས་ཁོ་ཚོ་གི་དཀའ་ངལ་འཕྲད་པས་ན་ང་ཚོ་ལ་རོགས་པ་བྱེད་སྲིད་ཀྱི་རེད་ཟེར་གི་ཞེས་པའི་གནས་ཚུལ་གཅིག་དང། ད་ནི་ཕྱིར་ཁོ་རང་གི་དམ་དེ་དབྱིན་ཇིའི་གི་ཡིན་ན་དེའི་ནང་ལ་ཆ་ཤས་ལེན་གི་རེད་ཟེར་ལ་ནི་ཡིད་ཆེས་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཆ་ད་ཁ་སང་ཡང་གནས་ཚུལ་གཞན་གཅིག་མཐོང་ཡོད་ལ། དབྱིན་ཇིའི་གིས་ད་འདི། སྲིད་བློན་གྱི། ནི་ཁོ་རང་གི་ད་འདི་དམག་གྲ་མི་རི་ན་ཞུགས་མེད་ལ་ནི་བཤད་དེ་གི་ཡོད་པ་ད་ཁོ་རང་སོ་གི་དམག་ན་ཞུགས་དགོས་ན་གཙོ་བོ་དབྱིན་ཇིའི་མི་མང་དང་དབྱིན་ཇི་གི་ད་ག་འདི་བདེ་འཇགས་གི་ཆེད་དུ་ནི་དམག་ན་ཞུགས་དགོས་ན་ཞུགས་ཡས་རེད་མ་གཏོགས་གཞན་གི་དོན་དག་ལ་ནི་ཁོ་རང་སོ་ཞུགས་ཡས་མིན་པ་ད་ག་འདི་འདི་འདྲས་གི་ཡང་གི་ཅེས་བཤད་དེ་གི་ཡོད་པའི་ནི་ཚུལ་བཅས་རེད་དེ་ཤ། དེ་ནི་ཨ་རིའི་དཔལ་འབྱོར་དྲུང་ཆེ Scott Bessent གྱིས་བཤད་ཆབ་ཆེ་ན་ནི་ད་ལྟའི་ཁོ་རང་སོགས་ཀྱིས་ད་ལྟའི Strait of Hormuz བརྒྱུད་ནས་ཨི་རན་གྱི་སྣུམ་ཕྱི་ལོགས་ལ་བཙོང་ཡ་འགྲོ་མཁན་ཚང་མ་ནི་ང་ཚོ་གིས་བཀག་འགོག་མ་བྱས་པར་ཆེད་གནོད་མ་བསྐྱེད་པའི་ཐོག་ནས་བཏང་གི་ཡོད་ཟེར་བ་ད་ལྟ་དེ་འདྲ་གི་སྐད་ཆ་གཅིག CNBC གསར་ཁང་ནང་ལོགས་ལ་བཤད་པའི་ནི་ཚོའི་དཔྱད་རེད་དེ་ཆ་ཁོ་རང་གིས་བཤད་ཆབ་ཆེ་ན་ཨི་རན་གྱི་དམག་གྲུ་ལོངས་ནས་ད་ལྟ་བར་དུ་ཁོ་ཚོ་གིས་རྟ་སྣུམ་བེ་རིལ་རེད་འདུག་ད་ག་འདི་ཚེ་ག་འདྲ་ཞིག་སྐྱེལ་གི་ན་འོང་འདི་འདྲའི་ས་ཡ་གཅིག་འདི་ཆེ་ཁ་སྟངས་པ་རེད་ཟེར་བ་ནི་ང་ཚོའི་གནོད་སྐྱེལ་མེད་ཟེར་གང་ཡིན་ཟེར་ན་འཛམ་བུ་གླིང་ལ་ནི་དེ་འདྲ་ད་ནུས་ཤུགས་ལ་འོར Energy Crisis ལེགས་དོགས་དེ་བྱུང་བས་ན་ཏག་ཏག་བསྡད་ཀྱི་མ་རེད་ཟེར་ཅིག་ད་ག་འདི་ཨ་རིག་གི་བསམ་བློ་ཞི་བོ་བཏང་ཡོད་པའི་རྣམ་པ་སྟོན་གི་བས་འདི་ཚོའི་རྗེས་རེད་ད་ཤ་ད་ད་འདྲ་ཨི་རན་གྱི་བཀག་སྡད་ཀྱི་ཡོད་པ་རེད་བ་ཨ་རིག་གི་ཨི་རན་གྱི་སྣུམ་འདི་ཚོ་བཏང་གི་ཡོད་ཟེར་ལབ་ཅིག་ད་ག་འདྲ་ཟངས་མདོག་གི་རྣམ་པ་ཤུགས་ཆེན་པོ་སྟོན་པས་འདི་ཚོའི་རྗེས་རེད་ད་ཤ། འདི་ནི་ཨི་རན་གྱི་འགོ་ཁྲིད་རྒན་པ་གཅིག་གིས་ད་ཁོ་རང་གིས་ད་ལྟའི་ཨ་རི་དང་ཨི་ཟི་རལ་གྱི་དམག་དེ་ད་གང་དག་ཁ་ལྕེ་སྒང་ལ་རྒྱག་པ་རེད་ཟེར་བ་ང་ཚོ་རྒྱལ་ཁབ་གཅིག་རེད་དེ་ནི་ད་གང་དག་དམག་དེ་རྒྱ་ཡའི་ཁ་ལྕེ་སྒང་ལ་རྒྱག་པ་རེད། ཁྱེད་ཚོ་རྒྱ་དག་ཁ་ལྕེ་གི་གཞུང་ཡོད་དེ་ངས་ཁ་ལྕེ་གི་ལུང་པ་ཚང་མ་རྒས་ནས་ད་ལྟའི་ཆ་ནས་རྡོག་རྩ་གཅིག་སྒྲིལ་བྱས་བྱས་ཨི་རན་གྱི་རྒྱབ་ལ་ལངས་བྱས་ཨི་རན་ལ་རྒྱབ་ཕྱོགས་བྱས་དེ་གལ་ཆེན་པོ་རེད། དེ་ནི་ད་གང་ལྟར་ཆོས་ལུགས་ཀྱི་ཐོག་ནས་ཐེངས་འགའི་བཟོས་བྱས་དཀའ་མོལ་གནང་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཨེས་ཇེ་ཤང་ཀར་ཁ་ཚང་དུ་སོགས་ཡུ་རོབ། Belgium། གྱི་རྒྱལ་ས་ཡང་ད་ལྟ་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་གྱི་ཚོགས་འདུ་ཡང་བཅའ་བྱ་ནི་ཕ་གི་གཙོ་བོ་ད་ར་ཤི་ཡ་དང་ཡུཀ་རེན་གྱི་དམག་རེད་ད་ལྟའི་ཨ་རི་དང་ཨི་རན་ཨི་ཟི་རལ་གྱི་དམག་རེད་ད་དེ་ཚོ་ཚང་མ་གང་ལ་དཀའ་མོལ་བྱུང་ཡོད་པ་དང་ནི་རྒྱ་གར་རྒྱ་མཚོས་དང་འབྲེལ་བའི་ཐོག་ནས་ཡང་སྐྱེ་འདི་བྱུང་ཡོད་པ། ནི་ཁོ་རང་གི་ཕ་གི་གཙོ་བོ་ད་ནི་ཡུ་རོབ་ཕྱི་སྲིད་ལྷན་ཁང་གི་ཚོགས་གཙོ་མཉམ་དུ་སྐད་ཆ་བཤད་ཡོད་པ། ནི་ད་ནི་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ཚོགས་གཙོ Ursula von der Leyen མཉམ་དུ་བཀའ་མོལ་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐང་ནི་ཞི་ཞོ་ཡ Germany དང Belgium གྱི་ཕྱི་སྲིད་བློན་ཆེན་མཉམ་དུ་སྐད་ཆ་བཤད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ད་ད་ནི་ཚུ་ཅོ་ཡ་ད་ནི Afghanistan དང Pakistan གྱི་དམག་དེ་མུ་མཐུད་ནས་འགྲོ་བསྡད་ཀྱི་ཡོད་པ་ཟབ། ཟླ་བའི་དགོང་མོ་ཡ་ཨན་དུ་ཨབ་གྷ་ནི་སི་ཐན་གྱི་རྒྱལ་སའི་ཀ་བུལ་གྱི་ཉེ་འཁོར་གྱི་ས་ཆ་ཁག་ཅིག་ལ་གཏོར་སྐྱོན་བྱུང་ཡོད་པའི་གནས་ཚུལ་གཅིག་ཨབ་གྷ་ནི་སི་ཐན་གྱིས་བཤད་བསྡད་ཀྱི་འདུག་ད་ལྟའི་ཨབ་གྷ་ནི་སི་ཐན་གྱི་སྤྱོད་འཇུས་ཆེན་པོ་བྱས་གཅིག་ཡ་ཁོ་ན་སོགས་ཀྱི་ད་ལྟའི་རི་ཧེབ་ལའོ་ར་ཐ་ག་ད་ཉི་དག་གཏོང་མཁན་གྱི་མི་རིགས་ཉི་དག་བཅས་ཀྱི་ཆེད་དུ་སྨན་ཁང་ལ་བསྡད་ཀྱི་འདུག་བ་དེ་འབྲེལ་གྱི་ལྟེ་གནས་གཅིག་ལ་གཏོར་བྱས་མི་བཞི་བརྒྱ་ལྷག་ཅིག་བསད་སོང་ཟེར་བཤད་བསྡད་ཀྱི་འདུག་ཡིན་དུས་པ་ཀི་སི་ཐན་གྱིས་ལན་ནི་ང་ཚོས་དེ་འདྲའི་གཏོར་མེད་ཟེར་དེ་འདྲ་ལ་རྒྱབ་མེད་ཟེར་ང་ཚོའི་རྒྱ་ཡལ་དེ་ཚང་མ་དམག་སྒར་སྒང་ལ་རྒྱབ་པ་ཡིན་ལན་ནི་འགྲེལ་བཤད་རྒྱབ་སྟེགས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ག་འདའ། ཨབ་གྷ་ནི་སི་ཐན་དང་པ་ཀི་སི་ཐན་གྱི་དམག་དེ་ནི་ཕྱི་ཕྱོགས་ནས་མ་བསྟོད་པའི་ཡང་མུ་མཐུད་ནས་འགྲོ་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ